ད་ག་སློབ་སྟོན་ནག་ཅིག་འགྲིག་ཟེར། ད་སློབ་སྟོན་མང་བོ་བྱོན་ཚོགས་ན། གླང་སྟོད་གླང་མི་དེའི་ཚོགས་དགོས་ན་གི་ད་ག། སློབ་མ་སོགས་ཡར་འཇོག་མར་འཇོག་ར་དུས་ཚོད་མང་དགོས་ཉོ་གི་ད་ག། རང་སྦྱོང་ར་དེ་མི་དེ་ཡང་དུས་ཚོད་དགོས་རྒྱུ་མང་ཡོད་གི། དེ་བཞག་ན། ད་གཏོར་དགོང་གི་སློབ་ཁྲིད་འདི་ཁི་རི་མ་བོ། འདི། ཚང་མ་གི་དུས་ཚོད་འདི་ཡི་ད་དེ་ད་ག། ད།

དེ་ལ་ཇི་ལྟར་ཐུགས་སྟོབས་བསྐྱེད་ཚུལ་དང་འདིའི་སྐོར་གཟིགས་ནས་ཁ་བརྡ་བྱས་ན་བསམ་ནི་ཡིན། འདི་དེང་སྐབས་ཀྱི་སྐད་ཆ་འདྲ་འདྲ་ཡིས་བཤད་ན་ཁ་ཚ་དགོས་གཏུགས་ཀྱི་འཆད་ཁྲིད་ཡིན། རྒྱལ་མཚན་གྱི་སྐར་ཆེན་སྟོན་ཆེན་དགེ་སློབ་གང་གི་ངོས་ནས་བཤད་ན་ད་དགེ་རྒན་གྱི་ངོས་ནས་བཤད་ན་སློབ་མའི་ངོས་ནས་བཤད་ན་འདིའི་འཆད་ཁྲིད་འདི་ད་དུས་སུ་བབ་པའི་འཆད་ཁྲིད་ངེས་ཅན་དུ་འདི་མུས་སུ་བཤད་དགོས་ནས་དུས་སྐབས་གཟིགས་ལྷོད་པོའི་འོག་གི་བསམ་ཡིན། དག།

སློབ་གཙོ་རྒན་གཞོན་ཚང་མ་ཀི་ར་རི་ཡ་ཏོ་ནི་ཡིན་གཅིག་མ་གཅིག་གི་དགེ་རྒན་གི་འཆད་ཁྲིད་ཟེར་དེ་ཡི་དགོས་འོས་ཟེར་ཁོ་ཐག་ད་ངུ་དེ་ཡིན་ན་ཆོག་གི་ད་ད་ལྟ་ང་ཆུ་འདེད་ནས་དགོང་མ་གཅིག་ཨ་སྔོན་ཤུན་རྒྱལ་བོ་ནས་ཁེལ་བའི་སློབ་སྦྱོང་གི་སྙིང་སྟོབས་ཟེར་གྱི་འདི་མིག་གི་ཁ་བྱང་གི་སྟེང་ནས་ཁ་བརྡ་ཟེར་གྱི་ཡིན་དེ་བཞིན་ཡིན་ད་དོ་དགོང་ང་ཆུ་འདི་ཡི་འཆད་ཁྲིད་འདི་ལུང་དང་རིགས་པ་མང་བོ་འབྲི་བའི་ལུང་མང་བོ་དྲང་རིགས་པ་མང་བོ་གི་འབྲི་བའི་མཐོ་ས་ནས་སྤྱིར་ན་བཤད་རྒྱུ་མིན། དག་ན་སྲ་བ་ཡི་དྭ་ཏི་ཁ་བདག་གི་རྣམ་པ་ཡི་དྭ་ཏི་སྔོན་གྱི་སྤྱི་བོ་དམ་པ་དུ་སོགས་ཀྱི་སློབ་སྦྱོང་གི་ཚེ་ན་སྤྱིར་ལྟར་འབད་བརྩོན་དང་སྐད་ཅིག་གིས་རོལ་སྣང་ཟེར་ནུས་མེད་དུ་བཤད་བསམ་ནས་ཡིན་རྒྱུ་མཚན། སྤྱིར་ན་ཆུའི་སློབ་གླིང་གི་སློབ་མ་སོགས་ཡིན་རྒྱུ་ན་སྔོན་གྱི་གངས་ལྗོངས་ཤེས་རིག་ནོར་བུའི་སློབ་གླིང་གི་སློབ་མ་འདི་སོགས་ཕར་སྐྱེར་བ་ཟ་རང་རྟོགས་ཀྱི་སྒོ་ནས་ཡོང་ནི་རེད།

ལྷག་པར་གྱི་དེང་སྐབས་ཀྱི་སློབ་མ་ཕར་ཁྱེར་བ་བཟི་དུ་ད་ངུ་བོད་སྤྱི་ཚོགས་ཀྱི་སྟེང་གི་སློབ་གྲྭ་སོགས་ངན་པ་རེད་དེ་ནི་མི་འདྲ། ད་བཅུ་འདས་ཡོང་ནི་གི་སློབ་མ་དུ་མང་ཤོག་བཟི་དུ་སྤྱི་ཚོགས་ཀྱི་སློབ་གྲྭ་གི་ནང་ནས་ར་རྒྱུག་ཆེ་ཟི་མ་འཁྲུན་ནི་འདྲ་འདྲ་དེ་མི་མང་གི་དེ་གི་སྤྱི་ཚོགས་ཀྱི་སློབ་གྲྭའི་ནང་གི་དགེ་མཚན་ཡོད་ནི་ཅམ་པོ་ཆེ་ཟི་ལེན་མ་ཐུབ་ཨ། ད་ལྟའི་སྙིགས་རོ་འདྲ་འདྲ་བོ་བྲིས་པའི་ཁུ་རེ། དེ་རི་མ་དེ་དེ་བུད་ཡོང་ནི་གི་སྐོར་མི་ང་ཟིག་གི་ར་ཤུགས་ཀྱིན་རྔམ་པ་དེ་འཇོག་གི། དེ་གི་ད་དེང་སྐབས་ཀྱི་སློབ་མ་ཕར་ཁྱེར་བ་ཟིག་ལོ་ཚད་ཀྱི་ཆ་ནས་བཤད་ན། ཆམ་ཉམས་གི་སྔི་ན་བལྟས་ན་ཡ་མཚན་པ་ལོ་གཞོན་གི་ལོ་ཆུང་ཆུང་རེད། ད་དམིགས་བསལ་གི་ནི་དེ་ནང་ནས་སློབ་མ་རེ་འགའ་རེ་ཡོད་ནོ་མ་གཏོགས་ཕར་ཁྱེར་བ་ཟིག་ཏུ་ལོ་ཆུང་ཆུང་རེད། དེ་བཞག་ན་འདི་སློབ་གྲྭ་འདི་མི་ཟིག་ག་ཡོང་དགོས་དུས་ཕ་མ་གི་རེ་བ་བྱ་དུས་ད་དགེ་རྒན་འདྲ། དགོན་པ་ཟེར་ན་ར་དགོན་པའི་ནང་གི་དགེ་རྒན་འདྲ། ད་ངེད་རང་རྩ་གསུམ། ཨ་ཡེ་ཨམ་ཉེ། ད་གཅིག་ནས་མིན་ལོ་ལོན་བསམ་ཤེས་སོགས་ཀྱི་རེ་བ་བྱ་དུས་ཁྱོད་སློབ་སྦྱོང་བ་ཟིག་སོང་ཟེར་རེ་བ་བྱ་དུས་ངག་ནས་ཡིན་གི། ད་ཙི་གེ་ཡིས་གནད་དོན་ཙི་གེ་ཡིས་ཟེར་ཐུག་ན། སློབ་གྲྭའི་ནང་ནས་བུད་འགྱོ་ཟེར་དཀོན་ནོ། སློབ་སྦྱོང། འཕྲོ་སྐྱིད་རེ་བཅག་ན་དྲག་གི་བསམ་དགོས་ནོ། དེ་ཡིས་ད་དུས་རང་གི་མི་ཚེའི་འཕྲོ་བརླག་གཏོང་དགོས་ནི་ཟིག་ཡིན་མཚམས་པ་མི་ང་བཟོ་གི། དེ་ཡིན་ན་ཡོན་ཏན་ཟིག་འབྱོར་དགོས་ན་སྐབས་སྐྱེ་སྡིག་རུས་ཟིག་མ་ཡིས་ད་དུས་ཡོན་ཏན་ཟིག་འབྱོར་རྒྱུ་མ་རེད་ལྷག་པར་ཀི་ར། ད་གངས་ལྗོངས་ཤེས་རིག་ནོར་ཡིས་སློབ་གླིང་ཟེར་དགོས་ནི་འདི་ཨི་ཆོས་ཀྱི་རྔམ་པའི་རང་སྟོད་འདྲ་རིར་མའི་བུ་སྟོད་འདྲ་འདྲ་ཡིན་མཚམས་ཡིན་ད་སྔར་གཞན་ན་མེད་ནི་ཟིག་མཛེས་ན་ངོ་མཚར་ཅན་འདྲ་འདྲ་དེ་མིན་ཟིག་རེད་ར། སྟོད་སྐྱེས་ཀི་ཆ་ནས་བཤད་ན་གངས་ལྗོངས་ཤེས་རིག་ནོར་ཡིས་སློབ་གླིང་བོད་ཁ་ཅན་མ་ཟིག་འདྲ་ཡར་ལངས་ཀྱི་ནས་བཟུང་སྟེ་འཛམ་གླིང་ལ་ཤུགས་རྐྱེན་ངེས་ཅན་ཐེབས་ཡོད་ནས་གང་ལ་གང་འཚམ་གྱི་སློབ་གྲྭ་དེ་ལྟ་བུ་ཟེར། འདི་མི་ཟིག་གི་ནང་ཡོང་ཡི་ད་དེ་ཡང་སློབ་སྦྱོང་བྱེད་མ་ཐུབ་ཨ། ཨ་ཞོག་རྐྱང་ཞོག་ཡི་ད་དེ་ད་གི་སློབ་སྦྱོང་ཨ། མྱིག་གི་ཁ་ཐིར་ཐིར་ཡི་ད་བུ་ནི་རེ་འགའ་གི་ཤུགས་རྐྱེན་ཐེབས་པའི་སློབ་མ་ཚོ་དང་གཅིག་ཟེར་བུན་འཇོར་ཨ་གཉིས་གཅིག་ཡ་མཚན་ནས་འཇོག་ག་རྫས་རྩ་བ་ཉིད་ནས་རྩ་ཡིས་མེད་ནས་སློབ་གྲྭ་འདིའི་ནང་ནས་འཕྲོ་བཤོལ་ཡོད་བུད་སོང་ན། ཕར་ཅེར་བ་ཟི་ཏུ་ད་ཅིག་གྲོང་ཁྱེར་ཟི་ག་ཚོང་བོ་ཀི་ཛི་ན་ར་ག་ལ་ཡིན་ནི་ཅང་མོ་ད་དང་སྐབས་ཀི་དུས་ཅི་ཁ་ཡིན་ནི་ར་ཀི་མ་ཡིན་ནི་ར་མི་ཤེས་ནི་ཕྱི་ར་ཡོང་རྒྱུ་ར་ཀ་ནི་གོ་རྡོག་ཆ་རེ་ངི་ན་ཡོད་ནི་ད་གི་རང་གི་ས་ཆ་ཀི་ང་ཐུ་ནོ་ནི་ར་མི་ཤེས་ནི་ཕྱི་ར་ཡོང་ན་ར་མི་ཐུབ་ནི་དེ་མི་རི་ནང་སོང་ཡི་ད་དུས་ད་ནོ་མ་གཏོགས་ད་སོང་ཡི་ད་དུས་སློབ་ཆེན་ཡམ་ཙམ་དོན་འཇག་ནི་འདྲ་འདྲ་གྲ་ས་སོང་ཡི་དགེ་བཤེས་གི་ཐོབ་ཐང་མང་བ་བླང་བཞག་ནི་འདྲ་འདྲ་དེ་མི་ཆེ་པོ་མིན་ནི།

ད་ངི་གངས་ལྗོངས་ཤེས་རིག་ནོར་ཡིག་སློབ་གླིང་གི་དགེ་སློབ་ཡོངས་རྫོགས་ཀ་འཆད་ཁྲིད་མཛད་སྒོ་གི་འུ་ཟི་ཀུ་ནི་དུས་མྱང་ཙམ་ཟི་མ་ཡིན་པར་ངོ་མ་གི་སེམས་གཏིང་གི་ཕན་སེམས་ཟི་ཀི་དགོས་ནས་ཁྱེད་རྣམས་པ་ཕན་ཟི་ཐུག་ཨ་ཟེར་མའི་དོར་དགོང་གི་འཆད་ཁྲིད་འདི་དང་ལས་ནས་ནོ་དེ་མི་ཟི་ཡིན། དེས་ན། ད་ཉེ་རབས་ཀི་བོད་ཀི་བྱེ་བྲག་རིགས་པའི་རིག་གནས་ཀྱི་བདག་པོ། ལྔ་རིག་སྨྲ་བའི་དབང་བོ། བསེ་ཚང་བློ་བཟང་དཔལ་ལྡན་རིན་པོ་ཆེ་སོང་གི་བཀའ་སློབ་ཟིན་བྲིས་ཟི་ཀི་གནང་ཨ་དེ་མི་ཟོ་གསུང་འགོ་གི་དབུས་བྱ་བ་ཞིག་འཁྱོངས་དགོས་ན་སྡུག་རུས་བྱ་དགོས་དོ་གསུངས། ཧ་ལས་བ་གི་ཚིག་ཡམ་ཙམ་པ་ཡིན། ཡོན་ཏན་འབའ་ཟིག་ཀློག་དགོས་ན་སྡུག་རུས་མ་བྱེད་ཡ་ད་དེ། ངང་གི་སྐྱེས་བུ་དམ་པ་དུ་སོ་སོའི་དག་སྣང་གི་སྒོ་ནས་བཤད་ན་རིགས་གསུམ་གཅིག་འདུས་ཀྱི་བདག་ཉིད་དེ་ཟེར་རྒྱུ་ན་ན་རྗེ་བཙུན་འཇམ་པའི་དབང་གི་རིམ་གྱི་དགེ་སློང་གི་རྣམ་པར་བྱོན་པ་རེད་ཟེར་རྒྱུ། སངས་རྒྱས་བྱང་སེམས་ཀྱི་སྤྲུལ་བ་རེད་ཟེར་རྒྱུ། འོ་ད་བཞི་རགས་ཟིག་གསུང་འབྱོན་དངོས་གྲུབ་གསོལ་རས་ད་དེ་གློ་བུར་དུ་རིགས་པའི་ཀློང་རྡོལ་སོང་ཟེར་རྒྱུ་དེ་མིན་གྱི་དག་སྣང་གི་སྒོ་ནས་བཤད་ན་དེ་ལྟ་བུ་ཡོད་ནི་རེད་ར། ཐུན་མོང་ནང་ཚོད་དེ་བཅུའི་དེང་སྐབས་ཀྱི་ལོ་རྒྱུས་རིག་པ་ཡིས་ད་ལྟའི་བྱ་རྒྱུ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ནས་བཟུང་སྟེ་ད་ལྟ་རང་ཅག་ལ་ཐུག་གི་བར་དུ་དགེ་བའི་བཤེས་གཉེན་སྐྱེས་བུ་དམ་པ་སུ་དང་གང་ཟག་ཡིན་རུང་འབད་བརྩོན་མ་བྱས་ཡ་སློབ་སྦྱོང་མ་བྱས་ཡ་སྡིག་རུས་མ་རྒྱབ་ཡ་ད་ལྟའི་རང་ང་མཁས་པ་ལོག་སོང་ན་བཟོད་རྩ་བ་ཉིད་ནས་ཡོད་ནི་མ་རེད་དེའི་རྒྱུ་མཚན་གྱི། རྒྱུ་འབྲས་ལྷུ་བ་མེད་པ་འདི་ཐམས་ཅད་མཁྱེན་པའི་ཁྱད་ཆོས་ཡིན། མ་བསླབས་པར་ཡང་ཀུན་མཁྱེན་དུ་འགྲོ་ན་རྒྱུ་འབྲས་ག་ལ་ལྡན། རྗེ་འཇམ་མགོན་ས་སྐྱ་བན་ཁྲི་སྟེ་གསུང་དགོན་ནོ་ཡིའམ་ཚངས་པ་ལྡན་གི་མོ། རང་ངམ་མ་བསླབས་མ་སྦྱང་ཨ་དད་དེ་འཁིའི་གོ་འཕང་ཐོབ་སོང་ནི་ཟི། སྔར་ཡང་བྱུང་མ་མྱོང་ཟ་ར་ད་ལྟ་ཡང་མེད་ཀར་མ་འོང་བ་ན་ཡང་འབྱོན་མི་སྲིད་པ་ཟི་རེད་མོ། དེའི་རྒྱུ་མཚན་གི་ད་ལྟ་ཁྱོད་ཚང་མ་གི་འདས་ནས་ཀིར་སངྒ་ར་དེ་མི་གསུང་གོ་ཀི། ཤེས་རབ་གཅིག་བུར་བརྟེན་ན་ཡིན་མཐོང་ལ་ཕུག་མི་རངས།

དེའི་རྒྱུ་མཚན་གྱིས། ཤེས་རབ་གཅིག་པུར་བལྟས་ན་ཡུན་ཐུང་ལ་ཕུགས་མི་རིང། དེ་བས་བརྩོན་འགྲུས་ཀྱིས་དཀྲུགས་བསྟེན་རྒྱུ་ཤིན་ཏུ་གལ་ཆེ། ཉིན་གཅིག་ཁར་མཚན་བཞག་ནས་དཔེ་ལྟས་མ་བྱས་ཚེ་ཨག་གསར་ཙམ་གྱི་དཔེ་ཆ་བ་ཞིག་འབྱུང་མི་ཐུབ། ད་ཁར་སྐད་སྒྲའི་གོ་བོའི་མུ་ཏོ། གནའ་སྔོན་མ་དགེ་བཤེས་ཚོས་ལོ་ནས་ལོར་སྐད་རགས་མ་འཕྲོད་བར་ཉིན་མཚན་གཉིས་ཀར་དཔེ་ལྟས་ཁོ་ནའི་དུས་འདའ་བས་དགེ་བཤེས་ཟེར་བ་རེ་ལྷང་ལ་བུད་ནས་ཡོང་གི་ཡོད་པ་རེད་དོ་གསུངས། འོ་ད། གསུང་དེ་དང་འབྲེལ་ཡིད་ཟླ་དེས་གཏོར་སྒོང་གི་སྤྱི་འཆལ་དྲུག་གི་མགོ་བཟུང་ན་བསམ་ནི་ཡིན། དེའི་རྒྱུ་མཚན་གྱི། ད་དང། དེང་སང་ཡིན་ཟིག་གི། དེ་འདྲའི་རིགས་ལ་དེང་སང་དེ་འདྲའི་རིགས་ལ་བརྩོན་པ་བྱེད་པ་ཧ་ཅང་གི་ཉུང་ཉུང་རེད་གསུངས། འཚོ་བ་བཟང། རིགས་རྒྱུད་བཀོལ་རྒྱུ་མང། བཟང་བཟང་གི་ཁོར་ཡུག་སྐྱེ་རྫོབ་ཡིན་པ། ལེ་ལོ་དང་སྒྱིད་ལུག་ཇེ་ཆེ། རྐྱེན་དེ་དག་གི་དབང་གིས་དཔེ་ལྟས་ལ་བར་སྐྱི་ཐེབས་པ་རེད་དོ་གསུངས། ད་ཅོ་གཅིག་རླུང་རྟ་འཇགས་ནས་དེ་མི་ཟེར་ར། ད་ཅོ་དགེ་རྒན་རེ་རེ་བཙོན་རྒྱལ་ཡིན་ན་ར་ཁ་པར་སྙིགས་སེམས་གསུམ་བཞི་གློག་ཀླད་སྙིགས་སེམས་གསུམ་བཞི་དེ་བཞིན་དུ་སློབ་མ་སོགས་ཡིན་ན་ར། དགེ་རྒན་རྣམས་འབུད་རྒྱུའི་ཁ་པར་བཟོ། རང་གི་འཛིན་རྒྱུའི་ཁ་པར་བཟོ། ད་རྣམ་པ་སྣ་ཚོགས་ཡོད་ད་དེ་ཨ་ཅོ་འཚོ་བ་ཇེ་བཟང་ཨོ་སོང། ད་རིག་རྒྱུ་གོ་རྒྱུ་མང་གི། དངོས་འཛིན་གྱི་འཛི་ཀི་ངོ་མ་གི་འཛམ་གླིང་གི་གནས་ཚུལ་མང་བ་ཟི་ཏི་ཅུས་བཀོད་མི་ཐུབ་ཀི་ཏི་མ་ཟི་ཏི་ཕ་ཡུལ་གི་གནས་ཚུལ་དགྲ་སློབ་གཉེར་བ་ཟི་ཀི་བཀོད་མི་ཐུབ་ཀི་ར་ད་སྐབས་དུས་ཚོད་སྐར་ཆ་རེ་རེ་གི་ནང་རྒྱུ་མཚན་མང་བོ་ཟི་ཀོ་ཡིས་ད་དེ་དགའ་སྐྱོ་ཆགས་སྡང་གི་ཚོར་བ་རྣམ་པ་སྣ་ཚོགས་དུ་དེ་མ་ཐག་ཏུ་གོ་རྒྱུ་མང་གི་ཏི་ད་བཟང་བཟང་གི་འཁོར་ཡུག་སྐྱེ་རྫོ་བ་ལོག་ཡིས་ད་དེ་ད་དང་སྐབས་མཚོན་བྱེད་ན་ད་སྐམ་འཕྲིན་ཟེར་རྒྱུ་སྤོས་འཕྲིན་ཟེར་རྒྱུ་ད་ཐག་སྟོང་ཟེར་རྒྱུ་ད་ཅིག་འདར་དབྱངས་ཟེར་རྒྱུ་རྣམ་པ་སྣ་ཚོགས

འཚོ་བ་དང་འདོད་ཡོན་ཅུང་ཙམ་རེ་བརླག་འགོར་འགྱར་ན་རང་སེམས་གདོན་གྱིས་བཟུང་ནས་དཔེ་ཁྲིད་དཔེ་ལྟས་ལ་རྒྱང་བཀྱེད་ནི་རེད། འདི་ལ་རྗེ་ཙོང་ཁ་བ་ཆེན་པོས་ངའི་གཏམ་པ་ལག་གཞན་གྱིས་བསྒྱུར་བར་བརྩམས་ཏེ་གནོད་འཚེ་ཡིས་ཕྱུག་མི་ཐུབ་ལ་འདོད་ཡོན་གྱིས་འཇིག་ངེས་ཞེས་གསུངས་པ་ཇི་བཞིན་འདོད་ཡོན་ཇི་ལྟར་རྒྱས་ན་གཏམ་པ་ལ་དེ་ལྟར་གནོད་དོ། ད་ཧ་ལས་བ་གི་ཚིག་ཡིན་བསམ་པ་ངོ་མ་གི། གཅིག་མོ་འདེམས་མི་དགོས་ནས་རྩིས་རྒྱག་མི་དགོས་ནས་རང་ཅག་གི་གནས་བབ་དེ་ལུང་བསྟན་ནོ། ད་སྐད་ཆ་འདི་མི་ཟེར་ཡ། དེའི་རྒྱུ་མཚན་གི་དཔལ་འབྱོར་རྩིས་ཀའི་གྱེར་གྱིས་ཡ་སོང་རིག་པ་ཕྲན་བུ་ཟག་ཟག་ཡེ་ད་ཡར་རྒྱས་གོང་འཕེལ་ར་སོང་དུས། ད་རང་སེམས་གདོན་གྱིས་བཟུང་ཡེ་ད་དེ་སློབ་གཉེར་ར་དེ་སྦྱང་བྱེད་འཇུག་གི། དེའི་རྒྱུ་མཚན་གྱིས་ད་ལྟ་དེང་སང་མི་ང་ཚོ་གྲོང་ཆོག་ར་འདི་མི་འདི་འདིར་དྲ་ཚིགས་ར་རྣམ་པ་སྣ་ཚོགས་ཀྱི་ནང་རྒྱུགས་རྒྱུ་མང་སོང་ཡིད་ད་དུས་སྤྱི་སྤྱི་གྱིས་ད་བར་དུ་རང་ཅག་སུ་ལའང་སྡུག་རུས་མེད་པའི་གཙོ་བོ་དུས་ལམ་པ་རེད་གསུངས་ཡོད། སྤྱི་སྤྱི་གྱི་གནས་ལ་དཔེ་ཆ་བ་མེད་དཔེ་ཆ་བ་དང་མཁས་བ་ཚོ་སྡུག་རུས་ཅན་ལ་འབྱུང། ང་ཚོ་ཚང་མས་སྡུག་རུས་དང་བརྩོན་པ་བྱ་དགོས་དག་གསུངས་ཡོད། དེའི་རྒྱུ་མཚན་གྱིས་ད་ད་ཁྱོད་ཚང་མ་གི་དགེ་སློབ་ཚང་མ་གི། ངང་གིས་བཀའ་བསྟན་པ་བླ་མ་སོགས་བཀའ་བསྟན་པའི་བླ་མ་དགེ་བཤེས་ཤ་ར་བ་སང་གི་ཏོག་སོང་བ་ཀ་སང་མར་གྱི་བར་དུ་སློབ་གཉེར་ལ་འཚར་བ་མེད་ཚང་གྱི་བ་ན་སློབ་གཉེར་ལ་འཚར་བ་ཡིན་འདི་འོག་གི་སློབ་གསོ་གི་ངའི་སྙིང་སྟོབས་དང་ལྟ་བ་རེད་དུ་བསམ་གི་ཡོད་ནས་ད་དགེ་རྒན་ཟེར་ཡིན་ན་རེད་དུ་རེད་སློབ་མ་ཟེར་ན་རེད་དུ་རེད་སློབ་སྦྱོང་ཡི་དགོས་ནོ་མ་གཏོགས་ང་དགེ་རྒན་ཡིན་པ་རྒྱུ་མཚན་དུ་བྱས་ཏེ་སློབ་སྦྱོང་བྱེད་མི་དགོས་རྒྱུ་འདྲ་འདྲ་གངས་ལྗོངས་ཤེས་རིག་ནོར་བུའི་སློབ་གླིང་གི་སྒོ་ཐེམ་ནང་དུ་འཛུལ་ཚར་སོང་དེ་ནས་བཟུང་སྟེ་སློབ་གཉེར་བྱེད་མི་དགོས་རྒྱུ།

འཇམ་དབྱངས་བླ་མ་བསྟན་པའི་སྒྲོན་མེའི་ཚང་གི་གར་རྩང་ཁང་ནས་འདས་ནས་ཤ་མཆི་མའི་གོས་ནི་འཇམ་པོ་བླ་བྲང་ནས་ཤ་མཆི་མ་ལངས་དུས་དེའི་ནང་ཚུགས་ཟེར་བཞག་ཡོད། སྦྲ་ཆད་ཅིན་མི་རྟག་སྟེ་ཅི་བའི་ཚུལ་ཕྱིར་ཟས་བསྒྲགས་ཀྱི་ང་ཆད་ཅིན་མི་རྟག་སྟེ་ཅི་བའི་ཚུལ་རྫས་ན་ཧྲ་ག་དེ་མི་སོང་ནི་རི་ཟུར་གོག་ད་ཆུ་ཡོངས་སུ་རྫོགས་པ་དཔེ་ཁྲི་དེ་ན་ར་གཞན་པ་ཟ་ག་ཅིག་བྱ་གོ་ནི་དགེ་རྒན་མཁས་མི་མཁས་དེ་ངག་རྩར་ཡོད་མེད་འགྲིག་ལམ་བཙན་མི་འཚལ་སློབ་མ་གཞན་པ་ཟ་ག་ཅིག་བྱ་གི་ཡོད་མེད་དེ་འདང་རྒྱག་རྒྱུ་མ་གཏོགས་སྐད་ཆ་འདི་ཨོ་ད་ལུང་འདི་དེ་ཆ་ཕྲིན་དུ་ང་བྱ་གི་ཡོད་གི་བསམ་རྒྱུའི་བསམ་པ་མི་འཛིན་རྗེས་ན་ཕན་ཐོགས་རྒྱུ་མ་རེད་དེའི་རྒྱུ་མཚན་གི་ཅི་ཧ་ར་གུ་རེ་སྒྲ་མི་རྟག་པ་ཡིན་མིན་འདང་རྒྱག་ར་རང་གི་འཛི་གི་ཙིག་ཡིད་ད་དེ་ང་མི་རྟག་པ་ཡིན་མིན་འདང་རྒྱབ་ན་བཟང་ག་གསུང་གི་ནོ་འདི་གི་ད་གཏོར་སྒོང་གི་ཆ་ཕྲིན་འདི་ཡིན་ན་འདིའི་ནང་ནས། སྐྱེ་བོ་དམ་པ་གཙོ་སྐུ་བླ་མ་བསྟེན་ཟེར་སྐབས་སྐྱིད་སྡུག་རུའི་སྣང་ཚུལ་འདི་ལྟ་བུ་སུ་ངུ་ཡོང་གི་མེད་ན་ངུ་འབའ་བརྩོན་ཡས་དཀོན་ནོ་ངུ་ཡོང་གི་ཡོད་ན་དགའ་བ་སྒོམ་རྒྱུའོ་རྒྱུན་སྐྱོང་རྒྱུའོ་འདིའི་སྟེང་རྗེས་སུ་ཡི་རང་ཡི་དྭགས་དེ་དམ་ཉིད་ཚད་ལྡན་འདི་ར་སློབ་གཉེར་བ་ཚད་ལྡན་འདི་ཡང་བལྟ་རྒྱུའོ་དེ་རེ་བ་ནན་མོ་ཡོད་དོ་དགོངས་དེའི་རྒྱུ་མཚན་གྱིས་དེ་ལྟ་སྤེལ་བཞག་ན་རང་རེ་བོད་ཁ་བ་གངས་རིའི་ལྗོངས་ཡིན་ན་ཆོག་གི་རྒྱ་གར་འཕགས་པའི་ཡིན་ན་ཆོག་གི་ཡུལ་ཡིན་ན་ཆོག་གི་སངས་རྒྱས་རྟ་ཐང་གི་བསྟན་པ་འདིའི་དབང་དུ་བྱས་ན་བསྟན་པའི་བདག་པོ་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་རེད། ད་སྔར་རྟེན་འབྲེལ་གྱི་སངས་རྒྱས་བཅོམ་ལྡན་འདས་ཉིད་བཟུང་སྟེ་སྨྲ་ར། འདི་མདོར་བསྡུས་སུ་བྱ་དེ་ཡོང་ན་ཨ་ཏི་བསམས་ནས། ད་དཔེར་བཞག་ན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཨི་ཅི་ཡོངས་གྲགས་བྱ་དེ་དེས་ན། དང་བོ་སྐལ་ལྡན་བྱང་ཆུབ་མཆོག་ཏུ་སེམས་བསྐྱེད། བར་དུ་སྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས་མཐར་མངོན་པར་རྫོགས་པར་འཚང་རྒྱའི་གསུང་གི་ཡོད་ནོ། དེའི་བར་གྱི་བར་དུ་སྐར་ཆེན་གྲངས་མེད་གསུམ་དུ་ཚོགས་བསགས་གསུང་གི་ཡོད་ནོ་ཏོ། ད་དེང་སྐབས་ཀྱི་སྐད་ཆ་འདྲ་འདྲའི་གོ་རྒྱུ་འདྲ་འདྲའི་བདེ་མོ་ཡིས་བཤད་ན། མི་ཤེས་པ་མཐའ་དག་གསེར་གྱིའོ་ཞིག་བྱ་ཐུབ་ཀྱི་ཁུངས་དུ་ཆུད་པའི་ཆེད་དུ་ད་སྐར་སྐྱིད་སྡུག་རུས་སྐར་ཆེན་གྲངས་མེད་གསུམ་གྱི་ཡུན་དུ་སྐར་སྐྱིད་སྡུག་རུས་གནང་ནོ་དེའི་མྱང་བར་དུ་སྐར་ཆེན་གྲངས་མེད་གསུམ་དུ་ཚོགས་བསགས་དུ་གསུང་གི་འོས་མ། རྗེ་རིན་པོ་ཆེ་ཚང་གི་རྟེན་འབྲེལ་བསྟོད་པ་གི་ནང་གཏིང་ནས་སོང་བ་ད་འདི་ཡི་ཕྱིར་དུ་ཁྱོད་ཀྱིས་ནི་ལ་ལར་སྐུ་དང་གཞན་དུ་ཕྱོགས་བསྡུ་བའི་ཉིན་དང་ལོངས་སྤྱོད་ཚོགས་གྲངས་མེད་དཀར་བ་ཡང་དང་གསུང་གི་ནི་སྔོན་མ་གི་འོ་ད་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེའི་ཆེད་དུ་ཟབ་བཅས་དང་ལམ་ལྔ་གི་ཆེད་དུ་རྒྱལ་སྲས་བྱང་ཆུབ་སེམས་དཔའི་སྤྱོད་པ་རླབས་པོ་ཆེའི་ཆེད་དུ་ཡང་ན་ཤེས་རབ་ཀྱི་ཆེད་དུ་འོ་དེ་རང་གི་ཤེས་རབ་གོང་འཕེལ་དུ་འགྲོ་རྒྱུའི་ཆེད་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་ཉིད་ཉིད་དུ་རྒྱུད་ལོངས་སྤྱོད་ཐ་ན་རང་གི་སྐྱེ་བའི་ཚེ་སྲོག་དང་བཅས་པ་ཐམས་ཅད་ཐོང་བ་མེད་པར་སྦྱིན་པ་འདི་ལ་ལྟོས་དང་ད་རིག་ནས་ཡོན་ཏན་ཟེར་གོ་ནོ་འདི་ཀ་ཆེན་དོན་ཆེན་ཀ་ཆེན་པོ་རེད་ཨ་ཛེ་ད་དེ་ད་རྒྱས་ཐམས་ཅད་མཁྱེན་པ་ཟུང་གི་རྟེན་འབྲེལ་བསྟོད་པ་གི་ནང་ལྟེ་མོ་གསུང་གི་ཡོད་ནོ། འདི་འདི་ར་ཨ་ཅེ་དང་སྐབས་ཀ་ཀ་ཅ་ཡིན་ན་སློབ་སྦྱོང་གི་སྙིང་སྟོབས་ཡིན་ནོ། སངས་རྒྱས་བཅོམ་ལྡན་འདས་ལ་སྟོང་བ་རང་ཅག་དང་ཨ་ན་མ་ན་རེ་སྟོང་བ་ཉྭ་རེའི་རྟེན་ལ་སྨོན་སེམས་དང་ཆེ་བའི་སྣང་བྱེད་ཀྱི་དུས་སུ་འཇིགས་སེམས་བསྐྱེད་པ་ནས་བཟུང་སྟེ་སྐལ་ལྡན་གྲངས་མེད་གསུམ་གྱི་ཡུན་དུ་སློབ་སྦྱོང་རྒྱུན་མ་ཆད་པ་བྱས་བསྡད་དེའི་མཐར་ཤེས་བྱ་ཐམས་ཅད་ལམ་ཆེན་པོའི་བློ་རྒྱས་རང་ཉིད་འཇིགས་པ་མཐའ་དག་ལས་གྲོལ་གཞན་འཇིགས་པ་ལས་སྒྲོལ་བའི་ཐབས་ལ་མཁས་ཀུན་ལ་ཐུགས་རྗེ་ཆེན་པོ་ཉེ་རིང་མེད་པར་འཇིགས་ཕན་བཏགས་མ་བཏགས་ཐམས་ཅད་ཀྱི་དོན་མཛད་པའི་སྐྱེས་བུ་དམ་པ་ཟེར་ལོག་གསུང་ནོར་འདི། རང་ང་མོའི་ལུང་བསྟན་དང་རྫུན་ཁྲིགས་ཀྱི་སྒོ་ནས་གཅིག་གཟིགས་བུ་སོང་ནི་ན་གཅིག་གི་གོ་འཕང་རྩར་བཞག་ནི་ན་དེ་ལྟ་བུ་མ་ཡིན་པ་རང་གི་འབད་བརྩོན་ལ་རག་ལས་ལྡོག་གམ། ད་ལྟའི་འགྲིག་གི་ངའི་སངས་རྒྱས་བཅོམ་ལྡན་འདས་ནས་མགོ་བརྩམས་པའི་ཞལ་ན་དེ་ལྟ་བུ་རེ་བཟོས་ནས་དེའི་རྒྱུ་མཚན་གྱི་འུ་ཚོའི་སྐྱེས་རབས་སོགས་ཀྱི་ནང་དེ་མི་གསུང་བ་ནི་རེད་ད་ལོ་མང་བོ་དོར་དགོངས་མི་དྲང། སྤྱིར་ན་སྐྱེས་རབས་ཀྱི་ནང་གང་ཞིག་ཐུགས་ཡིད་ཡིན་ནི་ད་སྤྱིར་ནས་ལེགས་པར་དགའ་ལ་བསྟན་པ་ཉིད་དུ་འགྱུར་ཤེས་རབ་སྐྱེས་ཀྱང་གཏི་མུག་མེད་པར་འགྱུར་རང་གི་ཤེས་ཀྱང་དེ་ནི་ཉོ་བའི་རིགས་དག་སོང་ནི

དེས་ན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཤ་ཤ་བཙོང་ཁྲག་བཙོང་ཡི་དྭགས་དེ་སྐད་ཅིག་འབད་བརྩོན་གནང་ཡོད་ནི་ཨི་རེད་ཟེར་ན་དཔེར་བཞག་ན། མདོ་ཏིང་ངེ་འཛིན་གྱི་རྒྱལ་པོ་གི་ནང་ཚིགས་བཅད་ཟེར་ནི་རེད། འདིའི་ཚིགས་བཅད་འདི་ཡུམ་བསམ་པ་གྱི་རྩ་ཆེན་པོ་ཡིན་ཟེར་ནི་རེད། ཟླ་བ་སྐར་མ་བཅས་པ་གནས་ལོང་ཞིང་རི་དང་གྲོང་དུ་སྐྱེས་པའི་ས་ཞིག་ལ། ནམ་གྱི་ཁམས་ནི་རྣམ་པ་གཞན་གྱུར་ཀྱང་ཁྱོད་ནི་མི་བདེན་བ་ཡིས་ཚིག་མི་གསུང་ཟེར་གྱི་གི་ཧོ་ལོ་ཀ་གཅིག་བོ་ནི། འདི། སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་དང་བོ་བྲམ་ཟེ་གཟུགས་ཀྱི་འདི་ནས་ཉན་དུས་ཁུར་སང་གི་སྐུ་ལུས་ལ། མར་མེའི་སྟོང་ཚིག་གིས་ད་དེ་ལྕགས་མཛེར་སྟོང་ཚིག་ཀ་གཅིག་གིས་ད་དེ་ཧོ་ལོ་ཀ་གཅིག་བོ་དུ་ཉུལ་ནི་རེད་དོ་གསུང་གི་ནི་རེད།

དེ་བཞིན་དུ་ཨུ་ཚུའུ་སྐྱེས་རབས་ཀྱི་ནང་དེ་མིའི་གྲངས་བཞག་ནི་ཡོད་ནི་རེད། ངུ་སྔན་རྫས་སྐམ་ཕྲན་ཡབ་ལྗོངས་རིག་ར་དུས་ཚིགས་དུ་བཞག་ཡོད་ད་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་འཁོར་ལོ་ག་སྐྱེ་བོ་འདིའི་ཁྱད་རྟགས་གསེར་ཆང་སྟོང་འཕར་ནི་རེད་ཅེས་ད་དེ་དེ་མིའི་དྲི་ནི་དུ་གང་ཡིན་ནི་རེད་ཅེས་དེ་ནམ་མཁའ་དང་ནི་ས་གཞི་བར་ཡང་རང་རྒྱ་མཚོའི་ཕར་རོལ་ཚུར་རོལ་དེ་བས་རང། ཕར་དང་བསྟན་པའི་ཆོས་ཀྱང་དེ་བས་རང། ཤར་ནུབ་གཉིས་ཀྱི་རི་བར་དེ་བས་རང་ཕར་དང་བསྟན་པའི་ཆོས་ཀྱང་དེ་བས་རང་ཟེར་དགོས་ནི། ཤོ་ལོ་ཀ་གཅིག་གོ་འདི་བྲམ་ཟེ་ཟླ་བ་ཟེར་གོ་ནི་དེས་འདི་ན་སོང་བའི་ཆུའི་གཉན་དེ་ཤོ་ལོ་ཀ་གཅིག་གོ་གཉན་གྱིས་བྱས་ད་གསེར་སྲང་སྟོང་བཞི་ནས་ད་དེ་རང་གི་ཚེ་སྲོག་གཏའ་མ་བཞག་ཡས་ད་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་འོ་ད་སློབ་གཉེར་གནང་ནི་རེད་ཟེར་དེ་ཡིས་གསུང་གི་ཡོད་ནི་ད་ཉུང་ཉུང་བཤད་རྒྱུ་མ་གཏོགས་མི་ང་འདི་ཡིས་དེ་སྐྱེ་བོ་དམ་པ་མང་བོ་གི་ལོ་རྒྱུས་བཤད་དེ་དེས་ན་ངའི་རྟེན་འབྲེལ་གྱི་སངས་རྒྱས་བཅོམ་ལྡན་འདས་ནས་བཟུང་སྟེ་མགོ་བརྩམས་ན་ད་སངས་རྒྱས་བཅོམ་ལྡན་འདས་ལྟ་བུ་ཡིན་ན་ར། སུའི་བོད་ཀྱི་གྲུབ་ཐོབ་དེ་འགྲིག་པ་ཀུན་ལག་གི་དུས་མིན་གསུང་བ་ནི་དང་བོ་ཁྱོད་དང་ངག་གཉིས་ཉིན་བར་དུ་ཁྱོད་ཉིད་བརྩོན་འགྲུས་བྱས་ཐ་མར་ཁྱོད་ཉིད་རྫོགས་སངས་རྒྱས་ད་ནི་ཁྱོད་ལ་ཕྱག་འཚལ་ལོ་གསུང་དགོས་ན་སངས་རྒྱས་བཅོམ་ལྡན་འདས་རང་ཅག་དང་ཆ་འདྲ་བར་སོ་སོའི་སྐྱེ་བོ་གཟུགས་ཀྱི་འབད་བརྩོན་གནང་ཡིད་ད་དེ་འདྲའི་སློབ་སྦྱོང་གི་ཆེད་དུ་སྙིང་སྟོབས་མ་ཞན་པ་བྱས་ཡིད་ད་དེ་ད་ལྟ་འདི་ཡིད་ད་དེ་སངས་རྒྱས་ཀྱི་གོ་འཕང་ཐོབ་ཡིད་ད་དེ་ལམ་སྟོན་འོ་ད་རང་ཅག་ལ་ཐར་ལམ་ཕྱིན་ཅི་མ་ལོག་པར་སྟོན་པའོ་སྤྱིར་གསུང་ནོ་དེ་ལྟ་བུ་ཟེར། དེའི་རྒྱུ་མཚན་གྱི་ལྟར་རྒྱ་བོད་ཀྱི་བན་སྤྲུལ་མཁས་པ་རྣམས་ཀྱིས་སྔོན་བྱོན་མཁས་པ་ཚོའི་སློབ་སྦྱོང་གི་སྙིང་སྟོབས་བོད་དུ་བཀོལ་ནོ་ཨེ་ཚོས་གང་ཕྱིར་ལྟེམ་སྦྱོང་མ་ཡིན་པའི་ཆོས་འགའ་ཡོད་པ་མ་ཡིན་ཏེ་གསུང་བ་བཞིན་དུ་ལྟེམ་འབྲེལ་གྱི་སངས་རྒྱས་བཅོམ་ལྡན་འདས་ལྟ་བུ་ལ་མཚོན་གྱི་ཡིན་ན་དེ་ལྟ་བུའི་སྐབས་ཀྱི་སྡིགས་རུས་ནང་ཡོད་ད་དེ་ཡོང་མྱོང་ཟིག་ད་རང་རེ་ཚང་མ་གི་འདིའི་ནང་ང་ཡོད་ནོ་ཡོད་དུ་ཅོག་དུ་ད་དེ་རང་སངས་རྒྱས་བཅོམ་ལྡན་འདས་ལ་སྐྱབས་སུ་མི་འགྲོ་ནི་ཟེར་སངས་རྒྱས་བཅོམ་ལྡན་འདས་ལ་དད་པ་དང་ཡིད་ཆེས་མེད་ནི་ཟིག་ཡོད་རྒྱུ་མ་རེད་དེའི་རྒྱུ་མཚན་གྱི་སངས་རྒྱས་བཅོམ་ལྡན་འདས་གྱི་སློབ་སྦྱོང་གི་ཆེད་དུ་དེ་ལྟ་བུའི་སྐབས་ཀྱི་སྡིགས་རུས་གནང་མྱོང་ཟིག། ད་མདོར་བསྡུས་ཡིག་བཅུ་ན། ད་ག་ད་ད། རྒྱ་གར་འཕགས་པའི་ཡེ་ར། འཛམ་གླིང་རྒྱལ་འཕྲུག་མཆོག་ཉིད་ཟེར་གྱི་རྒྱ་གར་གྲུབ་ཆེན་རྒྱ་སྐྱེད་ཟེར་གྱི་ད་སྐྱེས་བུ་དམ་པ་གསུམ་གྱིས་མི་ཆད་པར་ལྷག་པར་གྱི་རང་རེའི་བོད་ཁ་བ་གངས་རིའི་ལྗོངས་ལ་འབྲེལ་བ་ཡོད་ནས་བོད་ཀྱི་ནང་བསྟན་ཆོས་ལུགས་ལ་འབྲེལ་བ་ཡོད་ནས་རྒྱ་གར་པན་ཀྲུབ་སྐྱིབས་ལྡན་ལ་སོགས་པ་མང་བོ་ཡོད་གི་ར་ད་ཚང་མ་གི་ལོ་སྐབས་ཆ་སྡིག་རུས་ནང་སར་བྱ་དེ་ཨི་ཆོན་ཚགས་ནི་མ་རེད་དུས་ཚོད་ཐུང་ཐུང་ཡིན་ནོ། ད་ནང་ནས་ཚམ་ཚུན་ལྟ་བུ་དཔེར་བཞག་ན་གཅིག་བྱ་རྒྱུ་ཡིན་ན་ཚམ་མ་སྡེབ་བདུན་བརྩོན་པ་བར་ཆུ་གཅིག་གྲགས་པ་ལྟ་བུ་རེད།

ད་ཕྱི་རོལ་ཀྲང་ཅིན་པཱ་གི་རིགས་པའི་གསང་ཚིག་ཤེས་ཀྱི་ཆེད་ད་གཟིགས་ལོ་རྒྱུས་སུ་ནང་བསྟན་མེད་གསུང་འོག་ད་བྲམ་ཟེ་གཟིགས་གཟུགས་ཡིད་ད་དེ་ཁིར་སང་ཁིར་ཀའི་བཞང་བོ་སུ་ཡོད་ནོ་དེའི་བཞང་བོ་དུ་ཕྱི་རོལ་བ་རིགས་པའི་གསང་ཚིག་ཀྲང་ཅིན་པཱ་གི་གསང་ཚིག་གཡམ་མཚན་པ་མཁས་པ་དེ་མི་ཟེར་ནོ། ཕྱི་རོལ་བའི་རིགས་པའི་གསང་ཚིག་རེ་རེའི་བློན་གྱི་ཆེད་དུ་རྒྱུད་ལུང་ཤོག་གི་འགྲེལ་བ་ཞུ་གཉིས་ཉེ་དུ་གི་འགྲེལ་བ་བཟུང་ཐ་ན་རང་གི་ལུས་ཀྱིས་ཀྱང་དེའི་སྦྱིན་པ་ལ་སོགས་པ་གཏང་རེ་བྱས་ཏེ། རིགས་པའི་གསང་ཚིག་ལེན་པའི་ཆེད་དུ་དཔར་ཆོས་ཀྱིས་གྲགས་པ་གི་སྐད་བཅད་སྡུག་རུས་ནང་ནི་ཁྱེད་རྣམས་པ་དགེ་རྒན་རྣམས་པ་སོགས་ཀྱི་ད་སྡུག་ར་ར་སྟག་རིག་ལོ་རིག་ར་དེ་མེད་དུ་ཁྲིད་ཀི་ཡོད་དེ་གསུངས་ཡོད་ནི་རེད་ད་དཔེར་བཞག་ན་སློབ་སྦྱོང་གི་སྙིང་སྟོབས་ཇི་སར་ལོག་ལོག་འདྲ་འདྲ་ཡོད་ལགས་ན་དཔར་ཆོས་ཀྱིས་གྲགས་པ་ཟེར་རྒྱུ་གི་དེ་ལྟ་བུའི་རིགས་པ་རིགས་པ་རླབས་པོ་ཆེ་ཡིའམ་མཚན་པ་ཚད་མ་སྡེབ་བདུན་རྩིས་ཟླ་དེ་མཚན་མ་རྣམ་འགྲེལ་རྣམ་ངེས་རིགས་ཐིག་ཟེར་རྒྱུ་གཙོ་བོ་གཙོ་བོ་ལུས་ལྟ་བུའི་བསྟན་བཅོས་གསུམ་ཟེར་རྒྱུ་འདྲ་འདྲ་གཏན་ཚིགས་ཐིག་པ་འགྲེལ་བ་རྟག་པ་རྒྱག་བཞིན་གྲུབ་པ་རྩོད་པའི་རིགས་པ་ཟེར་རྒྱུ་གི་འཁྲུལ་བ་ཡན་ལག་ལྟ་བུའི་བསྟན་བཅོས་བཞི་ཟེར་གྱི་ཚད་མ་སྡེ་བདུན་འདི་ལྟ་བུའི་འཇིག་རྟེན་ན་ཡུམ་ཚན་པ་འགྲིམ་པའི་བརྡ་དང་བྲལ་བ་མི་ངོ་བཟོ་འདིའི་བསྟན་བཅོས་ཡན་ཚང་གསུམ་གིན་དེ་ལྟ་བུ་ཡིན་ན་ར། སྟོང་བོ་ཉིད་ནས་བཟུང་སྟེ་རྗེ་བཙུན་འཇམ་པའི་དབྱངས་ཀྱི་གཞིར་གཟུགས་བཞག་བཟོ་ཟེར་གྱི་ན་ན་ང་ལྷན་གཅིག་གི་ཤེས་རབ་ཡན་ཚན་པ་ཡོད་གི་དེའི་རྒྱུ་མཚན་གི་ད་ནི་སློབ་སྦྱོང་ལ་སྐད་ཅིག་འབད་བརྩོན་འགྲུས་རུས་ཞེན་མི་དགོས་གི་མ་རྩེ་ཡ་ད་དུས

སྐྱེ་བོ་ཕལ་ཆེར་ཕར་ལ་ཆགས་ཤིང་སྐྱེ་ཤི་རབས་གསར་མའི་པའི་ན་ལེགས་ཤིང་ནམ་དོན་དུ་དམག་གཉེར་ཁོ་ནར་མ་ཟད་ཁྲག་དོག་དྲི་མ་དག་གིས་ལྡང་བར་ཡང་ཡོང་གྱུར་དེས་ན་བདག་ལ་འདི་ནི་གཞན་ལ་ཕན་པ་ཡིན་ཞེས་བསམ་པའང་མེད། སེམས་ནི་ཡིན་རུང་ལེགས་བཤད་དགོན་པ་ལྷུར་ལེན་བྱེད་ཕྱིར་འདི་ལ་དགའ་བ་འདི་ལ་དགའ་བ་སྐྱེས་ཟེར་དེ་ལྟ་བུའི་ཚིག་ཡ་མཚན་པ་སྲ་མའི་བརྡ་དེས་འོ་ད་ཁོང་གི་གཏམ་རྒྱུད་འདི་ཕྱིའི་རྔ་མ་དག་འདིས་ཁིར་སྲང་གི་གཏན་ཆུས་བཞེངས་པ་གི་ཕྲག་དོག་གིས་ཕྱི་གི་རྔ་མ་དག་བཞག་ནས་ཕྱི་ཧྲང་བུར་བཞིན་དུ་མཆན་པ་བཞིན་དུ་འོ་ད་འཇིག་རྟེན་གྱི་ཁམས་ཆེན་པོ་དག་འདི་ལ་ཁོང་གི་གཏན་ཆུས་འདི་ས་ཆུབ་རྡོ་ཆེན་པ་འགྲོ་རྗེས་རེད་ཟེར་གྱི་གི་དེ་ལྟ་བུའི་མཁས་པ་ཆེན་པོ་ཁར་ཆུས་ཀྱིས་དྲག་པ་ལྟ་བུ་ཡིན་ན་ར་ད་སློབ་སྦྱོང་གི་ཆེད་དུ་འབད་བརྩོན་གནང་ནོ་མ་གཏོགས་རིག་པ་རང་གྲོལ་དུ་སོང་ཡིན་གློ་བུར་དུ་རང་འབད་བརྩོན་ཡིན་མི་དགོས་བ་ཐོར་ཆུང་ཡིས་ད་དེའི་གཅིག་གཟིགས་གནང་བཞག་ན་ནི་དེ་མི་སྨྲས་ག། སངས་རྒྱས་བཅོམ་ལྡན་འདས་ཀྱིས་འདིའི་ལུང་དུ་བཀའ་འགྱུར་གྱི་ནང་མེད་གི་དེ་མི་ཟེར་གོ་གི་ར། ཐུབ་རྣམས་སྡིག་པ་ཆེ་ཡིས་མི་འཁྲུལ་ཞིང་འགྲོ་ཡིས་སྡིག་ངར་བཤགས་ཀྱི་མི་ཟེར་ལ། ཉིད་ཀྱིས་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པའི་སྤྲོས་རིན་ཛ་ཟེར་གོ་ནི་ལུང་འདི་རང་རེ་གི་བོད་སྐུ་བོད་སྐུ་གི་སྟེང་བསྒྱུར་བཞུགས་ནས་བཀའ་འགྱུར་པོ་ཏི་བརྒྱ་ར་གསུམ་པོ་འདིའི་ནང་མེད་གི་དེ་ལ་ལ་གི་དེ་མི་གསུང་གི་ཡོད་གི་ར་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཡིན་ནོ་དེ་རྩ་བ་ཉིད་ནས་རྟོགས་པ་ཡོད་ནི་མ་རེད་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་སྤོང་བརྒྱ་ཁྲི་བཞི་སྟོང་འོད་དུ། རང་རེའི་བོད་བརྒྱུད་ནང་བསྟན་གྱི་འདི་བཀའ་འགྱུར་བོད་དུ་རྒྱལ་ར་སྤྱི་བོའི་གསང་ཕུག་ནང་ཡོད་དགོས་ནི་ངེས་པ་ཡོད་ནི་མ་རེད་དེའི་རྒྱུ་མཚན་གྱི་ལུང་ཕྲན་གཞན་པ་ནས་ཤར་རྒྱུད་ཡོངས་ནས་ཡིན་རྒྱུ་རེད་རྒྱུད་རིན་པོ་ཆེ་གྱི་ལམ་རིམ་གྱི་ནང་མདོ་ལས་ཅི་ཡོད་ནི་རེད་གཞུང་གཞན་པ་ལ་ལ་གྱི་ནང་སྤྱི་སྐད་དུ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་ནས་ཅི་བཞག་ནི་ན་དེ་མི་ཟེར་དེའི་ནང་ར་ཏག་གསུང་གི་ཡོད་ཀ། བཅུད་སྡིག་པ་ཆེ་གེ་དྲི་རྒྱལ་མའི་སྡིག་ངར། འདི་ཀློག་པ་གི་ལན་རྒྱལ་མའི་སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་རྗེ་གི་ཡོན་ཏན་ཁྱོད་སྤྲད་ས་མི་འགྱུར་རང་གི་འབད་བརྩོན་གྱིས་གསུང་གི་ནོ་དེར་དེའི་རྒྱུ་མཚན་གི་དེ་སྔོན་གི་སྐྱེ་བོ་དམ་པ་དེ་ཚོས་རང་འབད་བརྩོན་གནང་ཡོང་ནི་ཟེར་མ་གཏོགས་རང་ང་སྐྱེས་པོ་བདེ་མོ་ཡི་དྭགས་དེ་མཁས་པ་ལོག་སོང་ནི་བསལ་བ་ཉིད་ནས་མེད་གི། དེ་བཞིན་དུ་རང་རེ་ཡོངས་སུ་གྲགས་པ་རང་རེའི་བོད་ཁ་བ་ཅན་ལ་འཆར་རྒྱུ་ཡིན་ནོ།

ད་རྣམ་པ་སོགས་ཀྱི་མདངས་བསྒྱུར་བ་ལ་དགེ་རྒན་གཟིགས་ཀྱི་བཀའ་བཅོམ་ཁར་མ་གཟིགས་བཞག་ན་འདྲ་འདྲ། ཡང་འབྲུག་འཛིན་པ་གཟིགས་ཀྱི་ཆོས་གཙིགས་ཡིས་གནམ་མོ་གཟིགས་བཞག་ན་འདྲ་འདྲ། ཕ་མ་གི་གཙིགས་ཡིས་ཁུག་མར་གཟིགས་སྐར་མ་སྐར་གཟིགས་ཀྱི་གནད་དོན་གྱི་སྟེང་ནས་ང་སློབ་སྦྱོང་ཡི་རྒྱུ་མིན་འཇོག་རྒྱུ་ཅེ་ན། སའི་ཕམ་གྱི་དང་ངོ་མ་གི་དལ་མོ་ཆེའི་མདངས་བསྒྱུར་བ། ངའི་སློབ་སྦྱོང་ཡི་རྒྱུ་མིན་ང་འཇོག་རྒྱུ་ཅེ་ན། དོ་ཚིགས་ཟེར་སློབ་མ་ཟེར་དགེ་རྒན་གཟིགས་ཀྱི་ང་བསད་ཁྱི་དེ་ཡོང་གི། ཧ་མ་ཧ་མ་གི་རེ་བ་རེད་ཁྱེད་ཀྱི་བཀའ་སློབ་ཟགས་གནང་དགོས་གི་བྱིན་རླབས་བཟོས་དགོས་གི་ཨི་ཏི་ཟེར་ང།

ང་རྗེས་སུ་ས་སྐྱ་དེ་སོང་དུས་གནམ་གྲུའི་ནང་སོང་ན་ཁུར་ཁུར་ཨ་ཅོ་གླང་ཁྲི་འདྲ་འདྲ་དེ་མིན་ཡ་མཚན་གྱི་ཆུང་ཆུང་ཕྱོགས་བཞི་མཚམས་བརྒྱད་པོ་མཚོ་གི་ཁུར་དེའུ་ནི་དེ་མིན་ཟེར་ནམ་མཁའ་དང་རྒྱ་མཚོ་གཉིས་ཀ་གཞི་གཅིག་ཏུ་འདྲེས་སོང་ཡོད་ད་དེ་ངོ་བོ་ས་དཀར་མི་ཤེས་ནས་གནམ་གྲུའི་སྒེའུ་ཁུང་ནང་ནས་ལྟ་རྒྱུ་ཡིན་ན་འདི་རྒྱ་མཚོ་ཡིན་ན་ནམ་མཁའ་ཡིན་ནོ་ར་མི་ཤེས་རྒྱུ་དེ་མིན་ཟིག་གི་ས་སྐྱ་ཟེར་རེད་ངུ་དེ་དུས་ལོ་རྒྱུས་དག་ཅིག་དྲན་དུ་ཨོ་ད་ངོ་མ་གི་སྔོན་གྱི་ལམ་རིམ་བླ་མ་བརྒྱུད་པའི་རྣམ་ཐར་འདི་དུས་ཚོད་ནང་ཉི་མའི་བཅོ་བརྒྱད་གི་ལོ་རྒྱུས་གསུང་གི་ཡོད་དུས།

ཨ་བཅུ་འདས་ནས་སློབ་སྦྱོང་ཡིན་ན་ལོ་ལྔ་དྲུག་ཟིག་རེད། ལོ་ལྔ་དྲུག་པོའི་ནང་ནས་ཡིན་ན། ད་ཅིག་བྱ་འགུལ་ཟིན་འདྲ་འདྲ་ཟིག་ཡོད་དུས་ཚང་མ་དགེ་སློབ་གཉིས་ཀ་ཧིར་བླངས་བཞག་གིས་ད་རྡོ་མཐིལ་ནས་རྒྱུགས་མགྱོགས་ནས་རི་སྐོར་ནས་རྒྱུགས་མགྱོགས་ནས་ད་རྣམ་པ་སྣ་ཚོགས་ཀྱི་དུས་སློབ་སྦྱོང་གི་དུས་ཚོད་དུ་སྤྱད་མྱོང་སྤྱད་མྱོང་ང་བཏང་ན་ཚང་མ་དགའ་གི་ཡོད་ནི། མི་སློབ་གཅིག་གཉིས་ཀྱི་རང་ལ་ཧིར་ངེས་གཅིག་ཏུ་སྦྲེལ་ཡོད་ད་དུས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་བསམ་ནི་རེད་ཟེར་ན་རྣམ་པ་སོགས་ཀྱི་འདང་ཟེར་རྒྱུ་བར་རྩ་མོ་བཟི་མ་རེད་མི་ལོ་གཅིག་གཉིས་རྡ་བབ་གཅིག་གསུམ་གི་རིང་ལ་སློབ་གཉེར་གི་ཆེད་དུ་དྲི་གི་ནང་སོང་ཚེ་སྲོག་གཏའ་མ་བཞག་ཡས་བསྡད་དེ་མི་ལོ་གཅིག་གཉིས་གི་རིང་ལ་བྱང་ཆུབ་ཀྱི་སེམས་ཀྱི་གདམས་པ་ཆ་ཚང་བསམ་ནི་རེད་ཟེར་གྱི་ཡིན་ན་ཉན་མི་ཅོ་བརྒྱད་གི་སློབ་སྦྱོང་གི་སྙིང་སྟོབས་དེ་ཅི་མི་ཟེར་རེད་ཨ་ཅུ་ཡོངས་སུ་གྲགས་བསྡུ་བ་ནི་མཁས་བ་ཟིག་གི་ལོ་རྒྱུས་བཤད་ན་དེ་བཞིན་དུ་ད་ཕན་སེམས་ཀྱི་ཆ་ནས་བཤད་ན་ཉན་མི་ཅོ་བརྒྱད་བོ་ད་ཧེབ་དེ་རྗེ་བཙུན་སྒྲོལ་མའི་ལུང་བསྟན་ནས་ཁྱེད་ཀྱི་ཚེ་སྲོག་མི་ལོ་ཉི་ཤུ་ཐམ་པ་ཇེ་ཐུང་བ་བུ་འགྱོ་གི་རེད། བོད་མི་རིགས་ལ་ཕན་ཐོགས་པའི་ལྷག་པར་སྐུ་འདས་སྒེར་གཉེན་ཞིག་ལ་བརྟེན་ནས་ད་ལྟའི་དབྱི་བ་སི་ཀ་ཞིག་ལ་བརྟེན་ནས་ད་ཕན་ཐོགས་ཀྱི་རྗེས་འབྲུམ་སྟོན་པ་རྒྱལ་རིགས་འབྱུང་དུ་ལོངས་སྤྲད་ནས་དེ་དུས་ཁོང་གི་ཚེ་སྲོག་དང་བཅས་ཐོང་བ་བུད་སོང་ན་ད་སངས་རྒྱས་ཀྱི་བསྟན་པ་ལ་སེམས་ཅན་གྱི་བདེ་སྐྱིད་ཕན་ཐོགས་ན་ད་ཁོང་གི་ཚེ་སྲོག་ཐོང་སོང་ན་དྲག་གི་ཡིད་ད་ལྟའི་ཁིར་སང་གི་དམ་བཅའ་ཡིད་ད་ལྟའི་ཧེབ་ཟི་ག་འོ་ད་སོ་ར་ད་གཞན་ཕན་གྱི་བསམ་བློ་དགེ་རྒན་རྣམ་པ།